འོ། རྣམ་པ་ལྷན་རྒྱས་སུ་ཀྲེ་སྟི་ལེ་ཀྲེ་སྟི་ལེ། ཨ་ནི་ད་རིང་དེ་ང་ཚོ་ད། ཧྥ་རན་སི་གི་ནཱ་ལོ་ལི་ཡ་ནི། རྒྱ་གར་དང་ནི། ད་བོད་དང་ནི་ལུང་པ་གཞན་པ་ནས་བཟོས་བཤད་འཇོག་གི་མ་འདྲེས་ལག་འཁྱེར་དེ་དག། ཚུལ་བསྒྱུར་བའི་སྐབས་ལ་ཡ་ཨ་ནི་བསྒྱུར་སྟངས་དེ་ག་འདྲས་སུ་བསྒྱུར་དགོས་རེད་ང་ཚོ་བརྗེ་པོ་ལོས་ཡོད་ལགས་དོ་བརྗེ་ཚུལ་དེ། འོ། འདི་སྐོར་ལ་ཡ་ཨ་ནི་ངས་གི་ག་ཚོད་བཞིན་པ་དེ་མ་གཅིག་ཞུ་གི་ཡིན། ད་ཐོག་མར་དེ་ལ་ཡང་ད་ང་ཚོས་ལག་ཁྱེར་མ་འཁྱུར་བའི་སྔོན་ལ་ཡང་ད་གྲ་སྒྲིག་བྱེད་དགོས་ཡ་ག་ཤས་ཅི་ཡོད་རེད་ཨ་ནི་གྲ་སྒྲིག་བྱེད་དགོས་ཡ་དེ་གར་གར་རེད་ལ་དེ་དེ་ང་ཚོས་བ་ད་རིང་མ་ཞུ་གི་ཡིན། ཐོག་མར་དེ་ལ་ཡང་ང་ཚོས་ཀྱི་ལག་ཁྱེར་དེ་མ་འཁྱུར་བའི་སྔོན་ལ་ཡང་གྲ་སྒྲིག་བྱེད་དགོས་ཡ་གི་ཡི་གི་དེ་གཞུང་འབྲེལ་གྱི་སྙན་ཞུ་སྙན་ཞུ་གིང་ཤོག་ཅི་ཡོད་ད་ད། Safra Safra Form Number ལ་ཞིག་ན་བག་དེ་ད་གཅིག་གཅིག་གཉིས་བཞི་བདུན། ཀླད་ཀོར་ཉིད་བྱེད་འགྱུར་གྱི་ཡིག་ཆ་ཆེད་གཞུང་གི་དྲ་རྒྱ་ནས་མ་ཕབ་ལེན་ཆེད་རོ་འདི་ཕབ་ལེན་བྱེད་དགོས་འོ་རེད། དེ་ནས་ཁྱེད་རང་གི་ད་ལྟ་ཡོད་པའི་ཁྱེད་ཀྱི་ལག་འཁྱེར་དེ་གི་པར་བཤུས་པར་བཤུས་ལ་རོ་ང་ཚོའི་ཕོཏོ་ཀོ་པི་ཨ་ནི་ཚོན་ཁྲ་ཡོད་མཁན་དེ་འདྲ་ཡིན་གཅིག་མིན་གཅིག་ཀ་ལ་ཕོཏོ་ཀོ་པི་དགོས་འོ་རེད་ཡོ་ཚོན་ཁྲ་ཅན་གྱི་ཨ་ནི་པར་བཤུས་དགོས་འོ་རེད། དེ་ནས་ཕྱག་མཚན་བསྟན་པའི་ལག་འཁྱེར་གྱི་ཡིག་སྒྱུར་ལ་དུས་ཚོད་ཁྱེད་རང་གི་ལག་འཁྱེར་དེ་ཨ་ནི་ད་སྐད་ཤི། ད་ལྟ་ཧྥུ་རན་སི་གི་སྐད་ཡིག་ཐོག་ལ་མེད་ཙང་ཨ་ནི་དེ་གཞུང་གི་ལས་ཁུངས་ཡིག་སྒྱུར་སྡེ་ཚན་ཡ་མེད་ན། གཞུང་གི་ངོས་ལེན་ཡོད་པའི་ཡིག་སྒྱུར་སྡེ་ཚན་ཅིག་ནས་ཁྱེད་རང་གི་ཧྥུ་རན་སི་གི་ལག་འཁྱེར་ད་ལྟ་ཁྱེད་རང་གི་ཡོད་པའི་ལག་འཁྱེར་དེ་ཧྥུ་རན་སི་གི་སྐད་ཡིག་ནང་ཚུན་བསྒྱུར་བསྒྱུར་དགོས་ཀྱི་འོ་རེད་འོ་དེ་འདྲས་ཀྱི་ཡིག་སྒྱུར་ཅིག་དགོས་ཀྱི་འོ་རེད། དེ་ནས་ཉེ་དུས་ཁྱེད་རང་ཉེ་ཆར་བརྒྱབ་བཤད་པའི་གི་ད་ཉེ་དུས་ཀྱི་ཕྱེད་པར་བཞི་ཙམ་ལ་འགའ་ཤས་ཀྱིས་གཉིས་ད་ངས་དྲ་རྒྱ་མང་པོའི་ནང་བསྔོགས་ཡིན་པ། ད་ལྟ་བའི་སྐབས་ལ་འགའ་ཤས་ཀྱིས་གཉིས་ད་འགའ་ཤས་གསུམ་ལགས་འདུག་འགའ་ཤས་བཞི་ལགས་འདུག་ད་ད་ལྟའི་ཆ་ལ་ཡང་མང་ཤོས་བཞི་ཙམ་ཞིག་དྲ་རྒྱ་འགའ་ཤས་ནང་ལ་མང་ཆེ་ན་བཞི་དོན་གོ་ཏོ་བྱས་ཙང་གཉིས་ད་བཞི་ཙམ་ཞིག་བྲིས་བཞག་ཡོད། ཨ་ནེ་ཁྱེད་རང་གིས་ཉེ་དུས་ཀྱི་ཕྱེད་པར་བཞི་ཙམ་ཞིག་གྲ་སྒྲིག་བྱེད་དགོས་གོ་རེད། དེ་ནས་ཁྱེད་རང་གི་ཐོབ་ཐང་དཔང་ཡིག་གི་ངོ་བཤུས་ལ་དུས་ཙམ་བར་ཐོབ་ཐང་དཔང་ཡིག་ལ་དེ་ང་ཚོས་ད་ལྟ ID Card སོ་སོའི་དཔང་ཡིག་སོ་སོ་ག་རེ་ཡིན་མིན་ཚོད་ཡག་གི་ཆེད་དུ་ཨ་ནི་ཁོང་ཚོས་གཞུང་གི་དཔང་ཡིག་ཞིག་སྤྲད་ཀྱི་ཐོག་ང་ཚོ་འདི་དང་སྲིད་ཇུས་ལ་ཤོར་བ། རྒྱ་གར་དུ་བ་ཡིན་ན་ཨ་ནི Aadhar Card ལ་དེ་ཚོ་རེད། བོད་དུ་བ་ཡིན་ན Shamfinten ལ་ཐོབ་ཐང་དཔང་ཡིག་སོ་སོའི་ཐོབ་ཐང་ག་རེ་ཡིན་མིན་དཔང་པོ་བྱེད་མཁན་གྱི་ཡི་གེ་ལ་རུ་བ་ཆེ་ཚང་ཐོབ་ཐང་དཔང་ཡིག་དེ་འདི་ལྟར་སྲིད་བྱུས་ཀྱི་ངོ་བཤུས། རྒྱབ་མདུན་ཚང་མ་གུག་འོག་རེད། ཡག་ཤོས་བྱུང་ན་དེ་མཚོན་ཁྲ་ཅན་འདི་འདྲ་ཡིན་པས་ན་ཡག་པོ་ཡོད་རེད་ཡོད། དེ་ནས་ཡིག་སྐོགས་གཅིག་གུག་འོག་རེད་ཡིག་སྐོགས་དེ་གར་ཆེད་དུ་གུག་འོག་རེད་ལབ་དུས་ཁྱེད་རང་གི་ལག་འཁྱེར་དེ་བསྒྱུར་ཚར་བའི་རྗེས་ལ་ཡང་ཁོ་ཚོས་ཚུར་བཏང་ཡོང་སྐོར་ཁྱེད་རང་བཏང་གི་རུ་བ་འོག་དེ་བཏང་པའི་སྐབས་ལ་ཡང་ཡིག་སྐོགས་ནང་བླུགས་ནས་ཚུར་བཏང་ཡོང་གི་རུ་བ་ཆེ་ཚང་ཡིག་སྐོགས་གཅིག་རྙེད་ནས་གྲ་སྒྲིག་བྱེད་གུག་འོག་རེད་དེ་དྲ་རྒྱ་ག་ཤེད་ན་ལོ་ལ་ཡིག་གོ་མི་འདུག་ཡིན་ནའི་དྲ་རྒྱ་ག་ཤེད་ན་ལོ་འདུག་བྱས་ཙང་ཨ་མྱེས་འདི་ནར་ཁྲིད་བཞག་ཡིན། ད་འོ་དེ་གས་ཨ་ནི་ཁྱེད་རང་ཚོ་ངེས་པར་དུ་དེའི་སྒང་གི་ཡིག་ཆ་དེ་གས་ད་ཨ་ནི་ངེས་པར་དུ་གྲ་སྒྲིག་བྱེད་དགོས་ཡག་གི་ཡིག་ཆའི་ནང་འགྲོ་འོ་རེད། ད་ང་ཚོ་བརྒྱུད་རིམ་བརྗེ་བ་རེད་པ་ད་དེ་ག་འདྲས་སུ་འགྱུར་དགོས་རེད་བས་ཨ་ནི་འགྱུར་ཁག་ཀུན་ནས་ག་འདྲས་སུ་འགྲོ་དགོས་རེད་ད་འགྱུར་བའི་སྐབས་ལ་བྱེད་སྟངས་ག་འདྲས་ག་འདྲས་བྱེད་འོག་རེད་ལ་དང་པོ་དེ་དེ་རེད། གཞུང་གིས་ངོས་ལེན་ཡོད་པའི་ཡིག་རྒྱུགས་སྡེ་ཚན་ནང་མོ་ཏྲ་ལབ་སའི་ལྷབ་ཏྲ་ཞིག་འདུག་ཟེར་བ། ད་ཡོད་ལག་འཁྱེར་ཧྥ་རན་སའི་སྐད་དུ་འགྱུར་དགོས་པ་ཡིན། ད་ཁྱེད་རང་གིས་ད་འདིར་ཡོད་བཞིན་པའི་གི་ལག་གིས་དེ་ནི་གཞུང་གི་ངོས་ལེན་ཡོད་པའི་ཡིག་སྒྱུར་སྡེ་ཚན་གཅིག་ནས་བསྒྱུར་ནས་འབྲི་གི་རེད་ཡང། མོ་ཏྲ་ལབ་སེ་གི་ལབ་ཏྲ་གཅིག་དེ་ཕྱིན་ཆད་ཁྱེད་རང་གི་ལག་གིས་དུ་འཛུགས་པ་ཚུལ་བསྒྱུར་བས་ནི་འགྲིག་བོ་རེད། འདི་བསྒྱུར་བའི་སྐབས་ལ་འགྱུར་ལ་ལྟས་སུ་སྤྲད་དགོས་ཀྱི་ཡོད་ཟེར་དངུལ་ལྟས་དུ་བྱས་ཡོད་མ་ཉུལ་ལོ་ད་ལྟ་མ་ཉུལ་དེ་དྲ་རྒྱ་འགའ་ཤས་ནས་ལོ་བྲིས་ཀྱི་མི་འདུག་མང་ཆེ་ན་བྲིས་མི་འདུག་ངས་བསྔོགས་པའི་སྐབས་ལ་ཡང་དེ། འགྱུར་ལ་དེ་ལ་ཡང་ནི། སྟོང་སྲིད་སྐད་ལ་ཡང་ཚུལ་འགྱུར་ཡང་དེ་ལ་ཡང་ནི་དཔེ་ཆ་ག་ཚོད་སི་ཏྲས་བོ་རེ་སི་ཉིད། ཚད་ཡིན་དེ་ལ་གཉིས་མ་སོང་ཡོད། བྱས་ཙང་ཨ་ནི་ག་ཤེད་ལ་ཡང་དེ་འདྲ་འགྱུར་དགོས་ཡང་དེ་འདྲའི་དཔེ་ཆ་སྤྲད་དགོས་ཡང་དེ་འདྲའི་དོན་ཡང་ག་ཤེད་ཧྥེ་རི་ཡིན་ས་རེད་ཡོད། དངོས་རིས་མེད་ཐོག་ནས་འགྱུར་མཁན། འོ་དེ་འདྲ་བྱས་ནས་ད་ག་འདྲ་འོ་དེ་འགྱུར་དགོས་འོ་རེད། དེ་ནས་ཁྱེད་རང་གིས་ད་ལྟ་གཞུང་གི་སྙན་ཞུ་འབྱོར་བ་དང་གི་བར་དྲང་བློར་འཛིན་རྒྱུ་སྙན་ཞུའི་འགེངས་ཤོག་འབྱོར་བ་མ་བྲིས་ལགས་ཀྱི་བསྒྱུར་ཆོག་བས་ཀྱི་སྙན་ཞུའི་འགེངས་ཤོག་འདི་ཨེ་མ། འདི་བྱས་གོ་གོ་རེ་ཁྱེད་རང་གིས་མ་འགྱངས་ཡག་པོ་བྱས་ནས་མ་ནོར་བྱས་ནས་ཡོད་གཙང་མ་གཙང་རྒྱ་ཁྱེད་རང་གི་མིང་དང། དོན་ཚང་མ་དང་ཁྱིམ་ཚང་ནང་མི་མིང་དང་དོན་ཚང་མ་ཡག་པོ་བྱས་ནས་འགྱངས་ཨ་ནི་མ་ནོར་བྱས་ནས་འདི་བྱས་གྲ་སྒྲིག་བྱས་གོ་ཡ་དེ་རེད། ད་དེ་ནས་འདི་བྱས་ལ་ཡང་ནི་ཁྱེད་རང་གིས་གར་བྱེད་འོང་བརྒྱུད་རིམ་བཞིན་བ་དེ་ལ་གར་བྱེད་འོང་ནས་ཁྱེད་རང་གིས་སྙེ་མའང་གྲ་སྒྲིག་བྱས་ཤག་མགྱོགས་ཀྱིས་སྙེ་རྒྱ་ཡིག་ཆ་མང་པོ་བཅོས་རོགས་ད་གིན་ང་ཚོས་གིས་འདི་ལྟར་ཟེར་འདི་ལྟར་ཟེར་བཅོས་ཀྱིས་ཨ་ནི་པར་བཤུས་དང་ཨ་ནི་ལག་འཁྱེར་གྱི་ཚོན་ཁྲ་ཅན་གྱི་པར་བཤུས་དང་ཨ་ད་ག་ནང་བཞིན་ཡིག་ཆ་མང་པོ་ཅིག་ད་གྲ་སྒྲིག་བྱས་ཡོད་རོགས། འོ་དེ་གས་ཚང་མ་ལོ་སྙམ་དུ་ད་གིན་གིས་སྙེ་ཤུལ་འགེངས་ཤོག་འདི་སྙམ་དུ་ཡག་མ། མཉམ་དུ་ལྷན་བཅར་བྱེད་ཆེད་ཨ་ནི་འདི་ལ་སྤྲད་དགོས་ཀོ་རེད་ད་ཁྱེད་རང་གི་ས་གནས་ཀྱི་ལས་ཁུངས་ལ་དུས་ཡུན་ཏང་ཙུའི་ཧྥུང་སིན་དོན་དང་པི་ཧྥེ་ཅུས་ལ་རོ་པི་ཧྥེ་ཅུས་ལ་ཡང་སྤྲད་དགོས་ཀོ་རེད། ཨ་ནི་འདི་པི་ཧྥེ་ཅུས་ལ་སྤྲད་ནས་ཨ་ནི་ཁྱེད་རང་གར་བྱེད་ལ་ན་དུས་ཚོད་དེ་མ་ག་དུས་རག་གི་རེད་ག་དུས་འགོ་གི་རེད་ལ་དེ་ངེས་པ་ཡོད་མི་འདུག་ཡོད་དེ་དུས་འདྲ་བདུན་ཕྲག་དང་འགའ་ཤས་ལ་ནི་བདུན་ཕྲག་གཉིས་གསུམ་ན་རགས་དྲུག་ཧོར་རེ། འགའ་ཤས་ལ་ནི་ཟླ་བ་དང་ཟླ་བ་གོ་ཉེ་དེ་འདྲའི་དུ་ཡོད། ད་བ་དེ་གང་འདྲས་རེད་ཅི་ཡིན་ད་དེ་དུས་ཚོད་དེ་ཉི་ཟླས་མེད་ཙང་ངས་དེ་ལས་དུས་ཚོད་ཉི་ཟླས་མེད་བཞིན་དེ་ང་རང་གིས་དག་རང་དེ་བྱེད་ཀྱི་ཡིན། ཉི་མ་དེ་གམ་གོ་གི་རེད་དུས་ཚོད་དེ་གམ་གོ་གི་རེད་ལ་མི་འདུག་ཡོད་ཨང་ཐུགས་རྗེ་ཆེ། ཨ་ནི་མཐའ་མ་དེ་ལ་ངས་ག་རེ་ཞུ་དགོས་སམ་ཟེར་ལོ་ན། ང་རང་གི་བསམ་ཚུལ་རེད་ད་སྙམ་དུ། ཁྱེད་རང་གི་ཨོ་བྷིལ་གྱིས་ཁྱེད་རང་ལ་ཡང་ནི། འདི་དང་སྲིད་ཇུས་མ་རག་ངོས་ལ་ཡང་ཨོ་བྷིལ་གྱིས་ཁྱེད་རང་སྨན་ཁང་ལ་ཡང་ནི་གཟུགས་གཞི་བརྟག་དཔྱད་བྱེད་ཁང་ཞིག་གཏང་གི་འདུག་བ་མིག་བརྟག་དང། གཟུགས་པོ་གང་ཚང་འཕྲོད་བསྟེན་གྱི་ལུས་ཀྱི་འཕྲོད་བསྟེན་ཡོངས་རྫོགས་བརྟག་དཔྱད་བྱེད་ཁང་ཞིག་གཏང་གི་འདུག་བ། འོ་དེ་གི་བརྟག་དཔྱད་བྱས་པའི་གི་སྙན་ཞུ་དེ་གའི་ཚང་མ་ཡི་མཉམ་དུ། སྦྱར་ནི་སྤྲད་ཐུབ་ན་ཡག་པོ་ཡོད་རེད་ཁ་ཅིག་ནང་ན་མོ་འདྲེ་ལག་འཁྱེར་གི་སྐབས་ལ་ཡང་ནི། ན་ཚ་ཡོད་དམ་མེད་དང་དུང་ཚ་ཚང་མ་མིག་ཐ་མདའ་ཡིན་དམ་མིན་དང་དེ་འདྲ་མང་པོ་བཅས་མཉམ་དུ་བལྟ་འགྲོ་གི་འདུག་བ། བྱས་ཙང་དོན་ཚན་མཉམ་དུ་ཡང་སྤྲད་པའི་ནང་དཔེ་ཡག་པོ་ཡོད་རེད་བསམ་གྱི་འདུག་ཡང་དེ་ཡི་མཉམ་དུ་སྨན་ཁང་གི་བརྟག་དཔྱད་བྱེད་མགྱོགས་ཀྱི་མིག་གི་མཐོང་ཚད་དང་ད་ག་ནང་བཞིན་ན་ཚ་ཞིམ་པ་བེད་དེ་འཇིགས་པོ་དེ་འདྲའི་མོ་ཏྲ་བཏང་ཡས་ལ་གནོད་པའི་ན་ཚ་དེ་འདྲའི་མེད་པས་མེད་པས་ཡིན་ནའང་དོན་ཚན་མཉམ་དུ་སྙན་ཞུ་དེ་གའི་མཉམ་དུ་ལ་ཡ་ད་ད་ན་ཚ་བརྟག་དཔྱད་བྱས་པའི་གྱི་ཡི་གེ་སྦྱོར་བ་གྲུབ་འབྲས་དེ་ལྟོ་འཛོལ་སྙོམ་འདོར་ཡང་སྦྱར་ནས་སྤྲད་ཐུབ་ཡིན་ན་ཨཱ་ནི་ཡག་པོ་ཡོད་རེད་ཞུ་ཡ་ཡིན། ཨཱ་ད་དུ་འདི་བྱེད་ཐུབ་ན་ད་དཔེ་ཡག་པོ་འདུག་ཨཱ་ནི་ཁྱེད་རང་ཕུ་རང་ས་ལ་སླེ་རེད་ཨཱ་ནི་ཕོང་སི་གི་སྐད་ཡག་པོ་སྦྱང་རོགས། ཨོ་སྦྱང་ནས་ཨཱ་ནི་ད་ལྟ་འདི་ཡོད་རོགས་ག་རེད། མོ་ཀྲག་གི་ལམ་ལམ་གྱི་རྟགས་ལ་ལམ་རྟགས་ཡིག་ཚད་བཏང་ཡང་ཆོག་ར་ང་ཚོ་ཀོར་ལྟར་ལམ་གྱི་ཀོར